ལོ་རྗེས་ཉི་ཤུ་པ་ཡི་ལེའུ་གསུངས་པ། ལྷན་གྱི་རྣམ་པ་ད་ལྟ་ང་ཚོ་རྒྱ་བོད་ཧྲིལ་བོ་མུ་ཡིས་གངས་ཆུ་ཁ་བོ་ཞེས་མཐའ་དཔྱོད་གནང་བའི་སྐོར་ལོ་རྗེས་དེ་ལྟ་གི་ཡིན། ཉིན་ཞིག་ལ་མི་ཚང་མ་གཉིས་རྒྱ་བོད་ཧྲིལ་བོ་མུ་རྩ་ལ་ཡོང་བ་རེད། བུད་མེད་གཅིག་གིས་རྒྱ་བོད་ལ། བུད་མེད་དེ་དང་ངེད་གཉིས་ཁང་པ་གཅིག་གི་ནང་དུ་བསྡད་གི་ཡོད་དེ་ནས་ང་ལ་སྤུ་གུ་ཞིག་བཅད་བྱུང། ཉི་མ་གསུམ་གྱི་རྗེས་སུ་མོ་ལ་ཡང་སྤུ་བུ་སྤུ་ཞིག་སྐྱེས་འདུག་ཁང་པ་ནང་དུ་ངེད་གཉིས་གཅིག་པུ་མ་གཏོགས་གཞན་སུ་ཡང་ཡོད་མ་རེད། མཚན་མོ་ཞིག་ལ་ཨ་མ་དེས་སོ་སོའི་སྤུ་བུ་རྐང་ལ་བསྣན་ནས་སྤུ་བུ་དེ་བཤུས་པ་རེད། མཚན་ཕྱེད་ལ་མོ་ཡར་ལངས་ནས་རང་གིས་བཤུས་ཚར་བའི་སྤུ་བུ་དེས་ང་ཡི་འཁྲིས་སུ་གནས་པ་དང་ང་གཉིད་ཁུག་རེ་ཡོད་པའི་སྐབས་སུ་ངའི་སྲིན་བུ་གནས་པའི་སྤུ་བུ་དེ་ཕྱི་ནས་རང་གི་བྲང་ཁ་ལ་བཞག་པ་རེད། ཅི་ནས་ཞོགས་པ་ང་སྔ་པོ་ལངས་ནས་ངས་སོ་སོའི་བུ་ལ་འོ་མ་སྤྲད་རྩིས་བྱེད་པའི་སྐབས་སུ་ཡིན་ན་ཡང་བུ་དེ་ཤི་ཚར་འདུག། གསོལ་བུ་ཡི་ནང་དུ་ངས་ཡག་པོ་ཞིག་བལྟ་དུས་བུ་དེ་ནི་ང་ཡི་རེད་མི་འདུག་ཞེས་ལབ་པ་རེད། བུད་མེད་གཞན་དེས་ཡས་མ་རེད་སྤུ་གུ་སྲིན་མོ་གནོད་པ་དེ་ངའི་རེད་སྤུ་གུ་ཤི་ཚར་བ་དེ་མོའི་རེད་ཞེས་ལབ་པ་རེད། བུད་མེད་དང་པོ་ཡིས་དེ་འདྲ་མ་རེད། སྤུ་གུ་གནས་པ་དེ་ང་ཡི་སྤུ་གུ་རེད་ཤི་ཚར་རྗེས་དེས་མོ་ཡི་སྤུ་གུ་རེད་ཞེས་པས་རྒྱ་བུ་ཡི་སྟེང་དུ་ཁ་རྩེ་ཤོར་བ་རེད། རྒྱ་བུ་ཡིས་གསུངས་པ། ཁྱེད་གཉིས་པ་ལ་གཅིག་གིས་ང་ཡི་སྤུ་སྲིན་བུ་ཡོད། གཅིག་གིས་ང་ཡི་སྤུ་སྲིན་བུ་ཡོད། གཞན་དེས་ཤི་ཚར་རེད་ཞེས་པས་ཁ་རྩེ་རྒྱག་གི་ཡོད། དེ་ནས་རྒྱལ་པོ་ཡི་མུག་ཐིག་ནས་གསུངས་པ། རལ་གྲི་ཆེ་ཤོས་ཟོ་བ་དང་རལ་གྲི་ཆེ་ཡོང་བ་རེད། དེ་ནས་ཁོང་གིས། སྤུ་གུ་སྲིན་བུ་ཡོད་པ་དེས་རལ་གྲི་ཡི་སྟབས་ནས་དུམ་བུ་གཉིས་ལ་ཟུག་ནས་བུད་མེད་གཉིས་ལ་ཕྱེད་ཀ་ཕྱེད་ཀ་སྤྲད་ཞེས་བཀའ་གནང་བ་རེད། སྲིན་བུ་གནས་པའི་སྤུ་གུ་ཡི་ཨ་མ་དངོས་གནས་དེ་ཡིས་རྒྱལ་པོ་ལ་ཞུས་པ། རྒྱལ་པོ་ལགས། སྤུ་གུ་དེ་མ་བསད། སྤུ་གུ་དེ་བུད་མེད་དིག་ལ་སྤྲད་རོགས་བྱོས་ཞེས་ཞུས་བ་རེད་གང་ཡིན་ཟེར་ན་མོ་ཡིས་སོ་སོའི་སྤུ་གུ་ལ་བྱམས་པ་ཆེན་པོ་གནང་བ་རེད། བས་ཀྱང་བུ་མེད་གཞན་དེས་སྤུ་གུ་དེ་ནི་ང་ཚོའི་སྙིང་གཅགས་ལ་དབང་གི་མ་རེད་བསད་ཤོག་ཅེས་གསོལ་བ་རེད། རྒྱལ་པོ་ཡིས་ཐག་གཅོད་གནང་ནས་གསུངས་པ། སྤུ་གུ་དེ་མ་བསད། སྤུ་གུ་དེས་བུ་མེད་དང་པོ་དེ་ལ་སྤྲད། གང་ཡིན་ཟེར་ན་བུ་མེད་དང་པོ་དེ་ནི་སྤུ་དེ་ཡི་ཨ་མ་དངོས་རིགས་དེ་རེད་ཞེས་གསུངས་པ་རེད། རྒྱལ་པོ་ཡིས་ཐག་གཅོད་གནང་ཡོད་པ་དེ་ཨིས་ར་ལི་པ་ཐམས་ཅད་ཀྱི་སྒོ་ནས་རྒྱལ་པོ་ལ་གུས་ཞུ་ཆེན་པོ་བྱས་པ་རེད། དཀོན་མཆོག་གིས་ཁོང་ལ་བྱིན་རླབས་གནང་ནས་ཤེས་རབ་སྤྲད་ཡོད་པ་དེ་ཁོ་ཚོ་ཡིས་ཧ་གོ་བ་མ་ཟད། རྒྱལ་པོ་དེ་ནི་མི་མང་ཐམས་ཅད་ཀྱི་མདུན་དུ་དྲང་པོའི་དྲང་བཤད་ཀྱི་འཁྲུངས་སྐྱོད་གནང་མཁན་ཞིག་ཡོད་པ་དེ་ཧ་གོ་བ་རེད། ཡ་ཧུ་བ་དཀོན་མཆོག་གིས་རྒྱལ་པོ་ཤུ་ལོ་མོ་ལ་ངོ་ཚ་ཅན་གྱི་ཤེས་རབ་དང་ནོར་ལྡན་རྟོགས་ཐུབ་པའི་ནད་པ་དང་ཚེགས་མེད་པའི་ཤེས་ཡོན་གནང་བ་རེད། རྒྱལ་པོ་ཤུ་ལོ་མོ་ལས་ལྷག་པ་གྱོང་པོ་གཞན་སུ་ཡང་མེད་པ་དང་ཁོང་ནི་སྐད་གྲགས་ཅན་ཞིག་ཆགས་པར་མ་ཟད་ཁོང་གི་ལེགས་བཤད་གསང་སྟོང་དང་ཞལ་སྣ་སྐྱིད་སྟོང་ལྔ་ཙམ་བྲིས་པ་རེད། ཁོང་གིས་འཇིག་རྟེན་ཡི་ནང་དུ་རྩི་ཤིང་དང་སྲོག་ཆགས་དངོས་པོ་ཐམས་ཅད་ཀྱི་སྐོར་ལ་ལྷག་བྲིས་གནང་གི་ཡོད། འཛམ་གླིང་གི་རྒྱལ་པོ་ཐམས་ཅད་ཀྱིས་རྒྱལ་པོ་ཞུ་ལུགས་སྨོན་ནས་ཧ་ཅང་མཁས་པ་ཡོད་པ་དེ་གོ་བ་དང་རང་གི་མི་རྣམས་ཁོང་གི་རྩར་སློབ་སྦྱོང་བྱེད་པར་བཏང་བ་རེད།